དེ་ནས་ཁྱེད་ཚོར་དེ་ཅི་ཞིག་བཤད་རྒྱུ་ཡོད། སྤྱི་དང། Vipassana ཟེར་མཁན་དེ་ད་གིན་གོང་དུ་བཤད་པ་ནང་བཞིན་ལྷག་མཐོང་རེད་ད་དེ་ནང་པ་གིས་སྒོམ། ད་ཅིག་ག་རེ་ཟེར་གི་རེད། གནད་འགའ་ཆེ་ཅིག་དེ་ཆགས་གནད་འགའ་ཆེ་བ་དེ་དེ་ཆགས་གི་རེད། ཡིན་ན་ཡང་དངོས་གནས་ཡང་དངོས་གནས་བྱས་ན། ད་ལྟ་ལྷག་མཐོང་དེ། གི་སྒོམ་དེ་ཡག་པོ་རེད་ཡག་གི་ཆེད་དུ་དངོས་གནས་བྱས་ན་གཞི་ནས་སྒོམ་དགོས་གི་རེད། ཡིན་ན་ཡང་མཚམས་མཚམས་ལ། དེ་ནི་ལུགས་སོ་ཟེར་བ་རེད་བླ་མ་ཟེར་བ་དེ་འདྲའི་ཁ་ཤས་ཀྱིས་དེ་ནི་ཞི་གནས་དང་དབང་ཐོག་གཉིས་མཉམ་འདོགས་མཉམ་དུ་སྒོམ་ཡག་འདྲ་པོ་དེ་འདྲའི་ཡང་འདུག་དེ་ནི་དེང་སང་མང་ཆེ་བ་གི Vipassana སི་འཛུགས་དགུ་བཙུགས་ས་དེ་ཕལ་ཆེ་ཕལ་ཆེ་ཡང་མང་ཆེ་བ་གཅིག་ནི་ཞི་གནས་ཡིན་ས་རེད་བསམ་པ་འདྲ་པོ་དེ་འདྲ་འདུག་ད་དེ་འདུས་འདུས་བྱས་ནས་བཤད་པ་ཡིན་ན་ཞི་གནས་དེ་གི་ག་རེ་ཞི་གནས་ཟེར་མཁན་དེ་གི་ཐབས་དེ་ག་རེ་རེད་ཟེར་ན་སེམས་པ་དེ་དེ་ནི། གང་སར་ལས་ཀ་བསྐོས་ན་བསྐོས་ཐུབ་པ་ཅིག་བཟོ་ཡ་དེ་དེ་ནས་གཞི་ནས་གཞི་ནས་ཀྱི་ལས་ཀ་དེ་དེ་རེད། དཔེར་ན་ང་རང་ཚོ་ད་འཆི་འཆི་ཡོད་ན་འཆི་ལ་དེ་ནས་ག་རེ་ཟེར་གོ་རེད། སྦྱང་བརྡར་མ་སྤྲད་ན་འཆི་དེ་གི་ལྕགས་པ་ཡང་ནང་ལོགས་ལ་བཏང་དེ་ནས་ཁ་ལག་ག་ས་ག་ས་ནས་ཟ་དེ་ནས་བཙོག་པ་དེ་འདྲས་བྱས་ཡ་རྒྱུག་མ་རྒྱུག་དེ་འདྲས་བྱེད་ཀྱི་རེད་བ། ད་ལྟ་ང་ཚོ་གི་སེམས་དེ་དེ་ནང་བཞིན་ཡོད་རེད་སྙམ། དཔེར་ན་མི་གཅིག་ཁོང་ཁྲོ་ཟ་ནས་བསྡད་པ་ཡིན་ན། ཡ། ད་ཁྱོད་སེཀེན་གསུམ་གྱི་ནང་ནས་ཁོང་ཁྲོ་ཟ་ཡ་དེ་མ་མཚམས་བཅད་ཤོག་ཟེར་རམ་ན་བཀའ་གནང་ས་ཡོད་མ་རེད། ད་ད་ལྟ་ཁྱེད་རང་ཚོ་སེམས་པ་དགའ་ནས་བསྡད་པའི་སྐབས་སུ་ཡ་གཅིག་ངུ་དང་གཅིག་སེམས་པ་ཅིག་སྐྱོ་དང་ཟེར་ལབ་ན། སེམས་པ་སྐྱོ་འང་དགའ་སེམས་པ་སྐྱོ་ཡ་ཐུབ་བལྟས་ན་སྐྱོ་གི་མ་རེད། སེམས་པ་དགའ་ཡ་གི་རྒྱུ་ཆེན་དེ་ཚོགས་ཡོང་དུས་རང་དབང་མེད་པ་དགའ་འགྲོ། སེམས་པ་སྡུག་ཡག་གི་དེ་ནི་རྒྱུ་ཅན་ཚོགས་ཡིན་འདུག་ག་ན་རང་དབང་མེད་པ་འདུག་ད་ཞི་གནས་ཀྱི་ག་རེ་བྱེད་དགོས་རེད་ཟེར་ན་སེམས་པ་འདི་ཁོ་རང་ག་ཚད་ཡིན་ནས་ལས་ཀ་བསྐོས་ཐུབ་ཡག་གི་ང་རང་ཚོ་ག་རེ་ལབ་ན་སེམས་པ་གི་ཉན་ཡག་བཟོ་ཐུབ་ཡག་གི་ཐབས་ཤེས་དེ་ཞི་གནས་ཟེར་གི་རེད། རང་མཐོང་ཟེར་མཁན་དེ་གནས་ལུགས་རྟོགས་ཡག་གི་བྱེད་དགོས་གནས་ལུགས་རྟོགས་ཟེར་དུས་ག་ན་ག་འདྲས་ཀྱི་གོ་དགོས་རེད་ཟེར་ན་ད་དཔེ་སྐད་ཆ་གོ་བདེ་པོ་ཞིག་ནས་བཤད་དུས་མེ་ཡིན་ན། ཚ་བོ་ཡིན་པ། མེ་ཡི་རང་བཞིན་དེ་མེ་གི་གནས་ལུགས་དེ་ཚ་བོ་ཡིན་པ། དེ་ཧ་གོ་དགོས་ཀྱི་ཡོད། ཆུ་ཡིན་ན་རློན་པ་ཡིན་པ། འོ་ད། ད་དཔེར་ན་སྤུ་གུ་ཆུང་ཆུང་ཆུང་ཆུང་དེ་འདྲས་ཀྱིས་དེ་ནི་མེ་ཟེར་མཁན་དེ་ཚ་བོ་ཡིན་པ་ཧ་མ་གོ་མཁན། གོ་མཁན་གཅིག་གིས་དེ་ནི་མེ་མེ་དེ་གི་རྩར་འགྲོ་མེ་ལག་པ་འཇུས་ན་དེ་ནི་ཚིག་ནས་དེ་ནི་ག་རེ་བཟོ་གི་རེད་བ། ད་ནང་པས་ག་རེ་ཟེར་གི་རེད་ཟེར་ན་དུས་རྒྱུན་ང་ཚོས་བསམ་བློ་བཏང་ཕྱོགས་ཡོངས་རྫོགས་དེ་དངོས་པོ་གི་གནས་ཚུལ་དང། བ། ཐག་རིང་པོ་ཆགས་དངོས་པོ་གི་གནས་ཚུལ་ཧ་མ་གོ་བ་ཆགས་ཀྱི་བ་རེད། ད་དེ་ཧ་གོ་ཡག་གི་ཆེད་དུ་དེ་ནི་ལྷག་མཐོང་ཉམས་སུ་གླེང་དགོས་རེད།